གཞི་གང་ང་ཚོ་དེ་བཙན་བྱོལ་བ་བྱས་དེ་ངས་དེ་དེ་སོ་སོར་ལུང་པ་གྲལ་བྱས། བཙན་བྱོལ་བ་ཟེར་ཡག་གི་མིང་ཐོག་བྱས་བསྡད་དེ་ཡོད་རེད། རེད་དེ་ཡིན་ནའི་རང་དབང་ཡོད་རེད། ཨེ་ད་ཁྱེད་རང་ཚོ་ད་བོད་ནས་ད་ཡོང་བསྡད་པ་དེ་དེ། གཞི་གང་སོ་སོའི་ལུང་པ་ནས་ཡོང་པ་རེད་དེ་ཡིན་ན་ཡང་ད་རང་དབང་གྲལ་བྱས་རེད་པ། ད་དེ་འདྲ་ཡིན་དུས་ང་རང་ཚོ་ད་སྤྱིར་སེམས་ཅན་སུ་ལ་ཡིན་ནའི་རང་དབང་ཟེར་ཡག་དེ་གལ་ཆེན་པོ་རེད་ལ་ཡང་སྒོས་མིའི་རིགས་ལ་ཡང་རང་དབང་ཟེར་ཡག་དེ་དཔེ་མ་ཟིན་པའི་གལ་ཆེན་པོ་རེད། ལྷག་པར་དུ་གྱུར་པ་ང་རང་ཚོ་བོད་ཁ་བ་གངས་ཅན་གྱི་རི་ཐང་ཅིག་ཞིང་འདིའི་ང་རང་ཚོ་འགྲོ་བ་མི་དེ་ཡིན་དུས་ཁོ་ཆོས་དང་ཆོས་དང་འདྲེས་རེ་རིག་གཞུང་ཡོད་བསྡད་པ་ཅིག་གིས་མི་རིགས་ཤིག་ཆགས་བསྡད་ཀྱི་ཡོད་རེད། ས་དེ་འདྲས་ཡིན་དུས། ང་རང་ཚོ་ལུང་པ་འདི་ནང་ལོགས་ལ་ཡ། བོད་ཀྱི་ལུང་པའི་གནས་སྟངས་རྒྱུས་མེད་ངན་གཅིག་གིས་ཨེ་ནི་དབང་ཆ་གཙང་མ་གཟིམ་བསྡད་དུས་ཁ་སྒོ་ཞར་རེ་བཞག་ཁོ་རང་བཞིན་གྱིས། བོད་པའི་གཅིག་གི་ལྟ་སྤྱོད་ལྟར་མ་མཐུན་ངན་གཅིག་གིས་ཨེ་ནི་བོད་པའི་དབང་བསྒྱུར་བསྡད་དུས་ཁོ་རྙོག་དྲ་ཚ་བོ་ཞར་བ། ས་དེ་འདྲས་ཡིན་དུས་ང་ཚོ་རང་དབང་མེད་པ་ཙམ་དུ་མ་ཟད་པས་ཁོ་ལྟ་སྤྱོད་རྩ་བ་ནས་མ་མཐུན་ངན་གཅིག་གིས། ད་བའི་བོད་བས་སྲོག་ཚུན་ཆད་ལོ་ཟིན་དེང་གི་ཆ་དེ་དུས་དཔེ་མ་སྲིད་པའི་ད་ག་སོགས་ལས་བོད་ཀྱི་ཐབས་སྐྱོ་པོ་དག་དཀའ་ངལ་ཆེན་པོ་ཞི་བ་ཞིག་རེད། ད་བོད་ནང་ལ་ཡོད་བསྡད་པའི་རྒྱ་ཆེ་མི་མང་དེའི་དེ་དངོས་ནས་རང་ད་དཀའ་ངལ་ཧ་ལས་པ་ཅིག་མདོ་མདོ་ན་སོ་སོ་བའི་སྲོག་ཡིན་ནི་ད་རང་དབང་མེད་བསྡད་པ་ཅིག་གི་གནས་ཚུལ་ཆ་དེ་གི་ཡོད་རེད་ནམ་རྒྱུག་སྟོན་སྟངས་ཡག་ཉེས་ཅིག་ད་ཧ་ལམ་པའི་དབུག་གཏོང་སྟངས་ཡག་ཉེས་ཀྱི་ཐོག་ནས་ཨེ་ནི། གཅིག་བདེ་མི་དོགས་པ་བསགས་པར་བྱ། གཅིག་བདེ་ནམ་བཟང་གཅིག་པའི་དྲི་བ་དྲི་ཡང་སོར། གཅིག་བདེ་ཡང་ཨེ་ནི། ག་སོ་རི་ཕུག་གི། བདེ་འཇགས་ཀྱི་མི་སྣའི་གཅིག་གསུམ་པོ་སོ་ཡང་དེ་འདྲའི། ཡོད་བདེ་བ་གཅིག་གི་ག་འདྲ་ཡང་གཉིས་མཐར་ཐུག་སོ་སོའི་སྲོག་དེའི་དང་རང་དབང་མེད་བདེ་བ་གཅིག་གི། ད་པས་མ་སྲིད་པའི་དང་གནས་ཚུལ་དཀའ་ངལ་ཆེན་པོ་རེད། དེ་ཙམ་དུ་མ་ཟད་པས་ང་རང་ཚོའི། དང་གཅིག་བོད་ཁ་བ་གངས་ཅན་གྱི་ཞིང་ཁམས་འདི། ཅིག་གཏེར་ཁ་མང་པོ། ཨེ་ནི་རང་བཞིན་གྱི་ཅིག་ཁོར་ཡུག་མཛེས་པོ། ཨེ་ནི་ཅིག་དེ་སྔ་ཡིན་ན་ཅིག་བྱ་རེ་བདག། ཅིག་སྐམ་ལ་གནས་པའི་སྲོག་ཆགས་ཡིན་ནི་རི་ཤེལ་ལ་གནས་པའི་གང་ལྟར་སྐམ་ཤེལ་ལ་གནས་པའི་སྲོག་ཆགས་ལ་ཡང་འཚེ་བ་མི་བྱེད་པ་ཅིག་ང་རང་ཚོ་དེ་སྔ་རི་སྐྱ་ཀླུང་སྐྱ་འདེམས་ཡག་འདེམས་འདྲ་བྱས་ནི་ཡོད་བསྡད་ཡོད་པ་རེད། དེ་འདྲས་ཀྱི་ད་ལུང་པ་འདི་ད་རི་སྐྱ་ས་དངོས་གནས་ཅིག་ད་བྱ་རེ་བདག་ཡིན་ནི་ཅིག་སྔ་མོ་ཁྱུ་ཁྱུ་མཐོང་ས་དེ་ཚོའི་གྲལ་དར་བཀལ་ས་ཁ་ཤས་ནི་རྩ་བ་ཁོ་ནས་ཕེབས་རྩ་ལག་ཕྱིན་བསྡད་པ་དག་མང་པོ་ཅིག་ལ་ཡས་དག་ཞིབ་ཞིབ་ཉུང་ཉུང་ཆགས་བསྡད་ཡ་ཅིག་གི་གནས་ཚུལ་ཅིག་ཆགས་བསྡད་ཡོད་རེད། ཨེ་ནི། གཏེར་ཁ་སྣ་ཚོགས་ཡོད་བསྡད་པ་དེ་དེ་དག་མང་པོ་ཅིག་གིས་དག་སྟོན་བྱས་ཏེ་སྟོན་སྟངས་དེ་འཆར་གཞི་ལྡན་པ་ཅིག་དང་རང་བྱུང་གི་ཁོར་ཡུག་ལ་ཡང་མ་གནོད་པ་ཅིག་གི་དགོས་ཡ་རེད་དེ་དེའི་ཁག་གོ་ཞག་རེད་དེ་འདྲ་ཞིག་དང་གནས་ཚུལ་གི་འོག་ནས་སྔར་ནས་རང་དག་བོད་ནང་ལ་ཡོད་བསྡད་པའི་མི་ཚོ་དཀའ་ལས་ཁག་གནོད་ཀྱི་བཀོད་པ་དེ་དེ་ཆགས་བྱས་ནས་དག་པའི་འཕགས་པའི་འཕགས་སམ་བསྔོ་བ་ན་ཁ་སོགས་ཏེ་ས་རྐོ་དོ་ལ་བྱ་བས་ན་བཞིན་བྱས་བྱས་དེ་འདྲའི་ཚིག་གི་ད་ནའི་ཚུལ་གོ་བ་ནས་ཐབས་སྐྱོ་བོ་བཞི་པོ་ཅིག་ཆར་དུ་འགྲོ་བ། ཡིན་ན་ཡང་དེ་འདྲའི་ཞིག་གི་ད་ནའི་ཚུལ་གོ་བ་ལ་ཡང་ང་རང་ཚོ་བོད་རྒྱ་ཆེ་མི་མང་དེ་ཡིད་བདེ་གི་ལྷག་བསམ་དང་སྙིང་སྟོབས་ཧ་ལས་པ་ཅིག་དང་ཞུམ་པ་མེད་པ་ཅིག་དང་འགྱུར་བ་མེད་བདེ་བ་ཅིག་གི་ལྷག་བསམ་སྙིང་སྟོབས་བཅངས་བྱས་འདུག་བསྡད་པ་རེད། བྱས་ཙང་ང་ཚོ་དེ་བཙན་བྱོལ་ལ་ཡོད་དེང་བོད་པའི་ཚོ་ངོས་ནས་ཆ་བཞག་ན་ཡང་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་དེ་ཡིད་བདེ་གི་ལྷག་བསམ་དང་ཞུམ་པ་མེད་པ་ཅིག་པའི་སྡུག་ཟད་བསྡད་པ་ཡིན་དུས་རྩ་ནས་ང་ཚོ་འཛམ་བུ་གླིང་འདི་གང་ལ་ཡ་ང་ཚོ་བོད་པའི་རང་ཅིག་གི་བོད་དོན་གནས་ཚུལ་ཅིག་བཤད་བཤད་དེ་དངོས་གནས་ད་ནས་ད་བདེན་པ་ཡིན་བསྡད་པ་ཅིག་དང་དངོས་ཡོད་གནས་ཚུལ་ཡིན་བསྡད་པ་ཅིག་གིས་ད་ང་ཚོ་བདེན་ཁའི་རྒྱལ་ཁར་བ་དེ་ཡོང་བསྡད་ཀྱི་ཡོད་པ་རེད་ད་གཙོ་ཆེ་ཤོས་ང་རང་ཚོ་བོད་སྤྱི་བའི་ད་དོན་དག་སྒྲུབ་ཡ་དེ་དེར་གེ་སར་ཏཱའི་ཧོབ་ཁ་ལ་བལྟས་པ་ཡིན་ན་ཅིག་རྒྱ་ནག་གཞུང་གིས་ཅིག་བོད་པའི་ཐོག་ལ་ཡ་ལྟ་བཏང་རོགས་ཏེ་ཞེ་བོ་ཅིག་ད་དེར་གེ་སར་དྲག་པོ་ཅིག་དང་རྩུབ་པོ་ཅིག་བྱས་བྱས། ཨེ་རེད་ང་གེ་གེ་ངོས་ནས་ཆ་བཞག་ནས་ཅིག་རྒྱ་ནག་གཞུང་གིས་དེར་གེ་སར་པའི་ཏཱ་ལའི་ལོག་སྤྱོད་པ་ཟེར་ནས་པའི་ཚ་བོ་རུ་ནན་པོ་རུ་ཞིབ་ཞིབ་བྱས་འདུག་གི་འདུག་ག། དེ་བཞག་བཞག་ང་ཧ་སྐད་ལེགས་མི་འདུག་ད་དེ། ཨ་འདྲ་ཞིག་གློ་བུར་གློ་བུར་ལ་གནམ་ཐིབ་ཐིབ་པའི་སོབ་ཞིག་རེད་མ་གཏོགས་ཡང་ཀོ་མགྱོགས་ཀོ་ར་གནམ་ཀོ་སངས་འགྲོ་གི་རེད། ཨ་འདྲ་ཞིག་གིས་ད་རྒྱ་མིའི་ངོས་ནས་ཁྲག་ཁོག་ཤི་བོ་ཞིག་དང་གདུག་རྩུབ་ཆེན་པོ་ཞི་བོ་ཞིག་བྱེད་བསྡད་ཀྱི་ཡོད་རེད་དེ། ཡིན་ནའི་ད་དེ་འཕྲལ་སེལ་གྱི་སྲིད་བྱུས་ཞིག་རེད་མ་གཏོགས་དེས་ཕུགས་རྒྱང་རིང་པོའི་ཐོག་ལ་རྒྱ་ནག་ལ་ཕན་ཡག་ཡོད་མ་རེད་བོད་པའི་ཐོག་ལས་ཕན་ཡག་ཕན་ཡག་ག་བ་ཡོད། བོད་དོན་གྱི་དཀའ་ངལ་སེལ་ཡག་ལས་ཕན་ཐོགས་ཡག་རྩ་བ་ཉིད་ནས་ཡོད་མ་རེད། མིའི་སེམས་ལ་ཡང་ན་ཚ་ཆགས་བསྡད་པ་དེ་ག་འདྲ་སེལ་དགོས་རེད་ལབ་ན། གཅིག་གཅིག་ལ་ཡང་རེ་ཐང་ཅིག་བརྩི་བཀུར་བྱས། ཨེ་ནི་གཅིག་གིས་གཅིག་ལ་ཡ། བློས་འགེལ་བྱས། གཅིག་གིས་གཅིག་གིས་ཨེ་ནི་ག་སོགས་རེ་ཕི་ཀའི་ཁེ་ཕན་རུ་དེ་ལ་ཡ། ཕ་རོལ་པོའི་ངོས་ནས་ངོས་ལེན་དང་འབྲེལ་བྱས་ཐོག་ནས་ཨེ་ནི་ག་ལའི་ག་ལའི་ལ་ཡ་སྐད་ཅིག་བཤད། ད་གཅིག་གཉིས་ལུགས་གཅིག། ཁྱོད་རང་ཚོའི་དཀའ་ངལ་འདི་རེད་ང་ཚོའི་དཀའ་ངལ་འདི་རེད་ཁྱོད་རང་ཚོའི་དཀའ་ངལ་ཟེར་ཡག་ཡོད་དེ་བ། གཅིག་ང་ཚོའི་དཀའ་ངལ་ཡིན་ནི་གཅིག་ཕི་ཀའི་བསམ་བློ་དང་ཡང་ཡོད་དེ་བ། ཏུའུ་སི་ཆད་ནས་ཕག་ཚོ་སྐད་ཅིག་བཤད་ནི་དེ་འདྲ་གཅིག་ཐོག་ནས་དཀའ་ངལ་ཟེར་ཡག་གཅིག། བྱུང་ན། དངོས་གནས་དྲ་གནས་ཀྱི་སེམས་ཀྱི་ན་ཚ་དེ་སེལ་ཐུབ་ཡ་ཆེ་རེད་མ་གཏོགས་དེའི་སྨན་པའི་གྲི་དང་མེ་མདའི་ཐོག་ནས་དབང་ཡོད་བཤད་ནས་དཀའ་ངལ་སེལ་ཐུབ་ཡ་ཟེར་ན་འདི་ཁག་པོ་ཞེ་དྲག་རེད། བོད་ཀྱི་ཐོག་ལ་ཆ་བཞག་ན་ད་ལོ།